འགྲོ་བ་འོག་ཏུ་འདྲ་གསུངས་ཙང་ཨ་ནི་དེའི་སྐད་ཆ་དུ་བཤད་པ་ལ་བརྟེན་རྗེས་ཨ་ནི་ཡང་དག་དེའི་ཞལ་དེ་ལྟར་ཐའེ་ཝན་དང་རྒྱ་ནག་གཉིས་ཀྱི་དཀའ་ངལ་དེ་ཡང་མགོ་ནས་ཡང་ཏིག་ཕྱི་རུ་བྲོས་འགྲོ་ཞིང། ཨ་ནི་དེ་ལས་ཡང་གལ་ཆེ་སྟེ་ཨ་ནི་ད་གོང་དུ་ད་ལྟ་དེ་གར་ཟ་འདྲ་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་གིས་ནས་དེ་རིགས་ཐའེ་ཝན་དང་འབྲེལ་བ་ཀྱི་སྐད་ཆ་བཤད་སྟངས་ཚུལ་ལ་ཅིག་ལྟ་རྗེས་ཨ་ནི་ད་ད་དེའི་ཞལ་ལ་གང་ལྟར་ཨོ་རི་ཞིག་ངེས་ནས་ཨ་ནི་བས་དེའི་ཚེ་དཔག་གི་བཟོ་ར་འགྲོ་ཡིན་ན་ཡང་མ་ནི་ད་བསྙད་འདོགས་བཟོ་ར་ཞིག་བཏིང་གི་རེད། ད་དེ་ག་རེ་བཏིང་གི་ལ་ན་ཨ་ནི་ད་ད་དེའི་ཞལ་ལ་གང་ལྟར་དེ་འདྲའི།

རོ། འོ་དེ་འདྲ་སོང་ཙང་ད་གང་ལྟར་ག་རེ་ཡིན་སྙམ་ན་ག་ད་ད་དུས་ཆར་ཕའི་དམག་ས་ནང་ལ་ར་ཤི་ཡས་ལ་ག་ད་རྒྱལ་ཁ་ཞིག་ཐོབ་ཀྱི་མི་བ་ན་ག་ད་ད་དུས་ཆར་ར་ཤི་ཡས་སྲིད་འཛིན་པུ་ཀྲིན་གྱི་ཡིན་ན་རེ་ཡ་མ་ར་ཤི་ཡས་ངེད་ནས་ཨར་མདའ་ཐོན་ཏེ་ཡུཀ་རེན་གྱི་གྲོང་ཁྱེར་ལ་གཏོར་སྐྱེལ་བཏང་ཨ་ཡིན་ན་རེ་ཡ་མ་འདིར་ཡུཀ་རེན་གྱི་མི་དམངས་དཀྱིལ་མ་ལ་དཀའ་ངལ་སྤྲད་འགྲོ་དེ་ད་མུ་དེ་འགྲོ་བ་ཞིག་ཨ་རེད་ཤ་རེད། ཨ་རེ་དམིགས་ས་ཡིན་ད་ད་དུས་ཆར་གང་ལྟར་དེ་འདྲའི། ར་ཤི་ཡའི་ནར་ཡང་ཡམ་ར་ཤི་ཡའི་སྲིད་འཛིན་པུ་ཏིན་གྱིས་ནས་དེ་རིགས་ཀྱི་མི་མང་དཀྱུས་མ་ལ་དཀའ་ངལ་སྤྲད་དང་ཨ་ནི་དེ་དག་ཡུཀ་རེན་གྱི་གྲོང་ཁྱེར་དུ་གཏོར་སྐྱོན་ཞི་བོ་བཏང་ཡོད་འདུག་ཨ་ནི་ད་དེ་ད་ལྟའི་ཆར་ལ་གང་ལྟར་གནས་ཚུལ་དབྱེ་ཞིབ་པ་ཁ་ཤས་ག་ལ་རེད་ཟེར་ན། ད་དེ་ད་ལྟ་ད་ལྟའི་ཆར་ར་ཤི་ཡའི་སྲིད་འཛིན་པུ་ཏིན་གྱི་ངོས་ནས་ཨ་ནི་ཡང་ད་ལན་གྱི་དམག་དེ་ལ་ཐབས་ཅི་དང་མ་སོན་གསར་བ་ཞིག་ཡང་མ་ན་ཆབ་སྲིད་དང་མ་སོན་གསར་བ་ཞིག་རེད་ལ་ཁེར་ད་དེ། ད་དེ་ཐབས་ཅི་དང་ཆ་ཤས་གསར་བ་ཡིན་པ་དེ་གང་འདྲ་བྱས་ལ་ན། ད་གང་ལྟར། གང་ལྟར་ད་ལས་ཀྱི། ད་ལས་ལའོ་ད་གང་ལྟར་དེང་སང་ངེད་ཅག་གི་ཟླ་འདིའི་དམག་ས་ནའོ་ལ་ཨ་ན་ར་ཤི་ཡའི་ལ་ཕམ་ཁ་ཞོག་ཅིག་ཨ་རག་སོང་ཨ་འོ་དེ་འདྲ་སོང་ཙང་ཨ་ན་ད་དམག་ས་ཀྱི་ཕམ་ཁ་ཅིག་རེད་ད་གང་ལྟར་གནས་ཚུལ་མཁྱེན་ཡོང་ནི་ད་ལས་ཀྱི་དམག་དེ་གི་ཁ་ཕྱོགས་འདྲ་བོ་དེ་ད་ར་ཤི་ཡའི་ཡིན་ན་ཡམ་ཡམ་ར་ཤི་ཡའི་སྲིད་འཛིན་པུ་ཏིན་ཁོ་རང་གི་བསམ་པ་རོ་ཅིག་ལ་འགྲོ་ཐུབ་ཀྱི་ཡ་མ་རེད། འོ་དེ་འདྲ་སོང་ཙང་ཨ་ནི་པུ་ཀྲིན་གྱི་དམིགས་ཡུལ་དེ་ད་གང་མགྱོགས་མགྱོགས་གང་ལྟར་དམག་མཚམས་བཞག་ཨེ་ཨ་ནི་ད་གང་ལྟར་ཡུཀ་རེན་མཉམ་དུ་གྲེས་མོལ་བྱས་རྗེས་དམག་མཚམས་བཞག་ཡས་དེ་པ་ཡག་རེད། ཞོ་ཨ་ད་ཡིན་ན་དེ་དམག་མཚམས་བཞེས་ལ་ག་ད་ཡུཀ་རེན་གྱི་ནས་ལམ་སང་ཁས་ལེན་བྱེད་ཡས་མ་ནི་དེ་དེ་ལས་ལོག་དེར་ཡས་མ་རོ། ཞོ་ཨ་འོ་དེ་འདྲ་སོང་ཙང་ཨ་ནི་ད་ད་ལྟའི་ཆར་ར་ཤེས་སྲིད་འཛིན་པུ་ཀྲིན་གྱིས་ནས་ཨ་ནི་ཡུཀ་རེན་གྱི་མི་མང་ལ་གནས་ཤུགས་ཞུ་ཨ་ནི་ཁོང་ཚོ་ལ་དཀའ་ངལ་ཞུ་ཨ་ཁོང་ཚོ་རྙོག་དྲ་ཞུ་ཨ་ཟེར་རྗེས་ཨ་ནི་མཐའ་མ་དེ་ལ

ད་དེ་ཁོ་ཚོ་གཙོ་བོ་ག་རེ་བྱས་རེད་ཟེར་ན། ཨ་ནི་ད་ལྟ་འདི་གི་གྲོང་ཁྱེར་དེ་ཚོ་ནང་ན་ཡོད་ཀྱི་གི་ཆུ་མཛོད། གློག་ཁང། རུ་བ། འོ་དེ་ཚོ་ཚང་མ་ཁོ་ཚོས་གཏོར་གྱི་ཡོད་ད། བོད་ན་ཤག་ཤང་དེ་ཚོ་གཏོར་དང་མ་དེ་གཏོར་དང་མ་གཏོར་དེ། ད་ད་གོང་ཐོག་རང་ད་ལྟ་ཡུཀ་རེན་སྲིད་འཛིན་ཛེ་ལན་སི་ཀི་ནས་སྐད་ཆ་གས་ཆོག་ག་རེ་བཤད་ལ་ན། ཨ་ནི་ད་ད་ལས་དེ་ད་སྤྱི་ཟླ་བཅུ་བ་གི་ཚེས་བཅུ་ནི་ཨན་རྟ་གང་དུ་དྲག་དགོངས་ཐེབས་པ་དུས་གང་དུ་ར་ཤི་ཡ་གན་དེ་ད་ལྟ་ཡུག་རེན་གི་ལྟ་ཀློག་ཁང་དུ་ཆུ་ཚོད་གཏོར་བ་ཨན་དེ་ཚོ་ཚང་མ་ཞིག་ག་ཚོད་གཏོར་མིན་ཅིག་པ་ལྟ་ཡི་སྐབས་སུ་ད་ཡུག་རེན་རྒྱལ་ཁབ་ཁྱེན་ཡོང་ཁོ་རང་ནི་བརྒྱ་ཆ་སུམ་ཅུ་ཟིག་ཁོ་ཚོ་གཏོར་ཚར་བཤད་ལགས་ད་ད་ཡུག་རེན་གི་ཀློག་ཁང་དང་ཆུ་ཚོད་དུ་ཚང་མ་པེ་རྩིས་རྒྱལ་སྐབས་སུ་བརྒྱ་ཆ་སུམ་ཅུ་ཟིག་ད་ལྟ་གང་ལྟར་ཉི་མ།

ཨ་རིའི་དམིགས་བསལ་གྱི་ད་ད་དུས་ཙམ་ར་ཤི་ཡའི་སྲིད་འཛིན་པུ་ཏིན་གྱི་ལ་དེ་བྱིས་ཀྱི་གནད་འགག་ཅིག་གོ་ཐུག་ལ་ན། ད་ད་ད་གི་དུས་ཚོད་འདི་ལ། ད་ང་ཚོ་ག་བ་ག་རེ་གླེགས་ཡོད་ས་ད་གིང་ཀ་གླེགས་ཡོད་རོ། ད་གིང་ཀ་ག་ལ་གང་ས་གླེགས་ཚར་རོ། ད་ད་སྤྱི་ཟླ་བཅུ་བ་ར་སྤྱི་ཟླ་བཅུ་གཅིག་བཅུ་གཉིས་དུས་ཚོད་ད་གིང་ཀ་གླེགས་ཚར་རོ། འོ་དེ་འདྲ་སོང་ཙང་ཨ་རིའི་གནམ་གཤིས་གིང་ཀ་སྐབས་སུ་ཨ་རི་ད་སྤྱི་ད་ནམ་གྱི་ང་ཚོ་གནམ་གཤིས་དབྱར་ཀ་ལ་མ་འགྲོ་བ། གིང་ཀ་དེ་ལ་ཡང་གློག་ཡང་ཙམ་རྦད་དེ་རྒས་གོ་མང་ང་ཡོད་རོ།

ཡུ་རོབ་ནང་ལ་ཡོད་རྒྱལ་ཁབ་མང་པོ་ཅིག་གིས་གློག་དང་ཆུ་དེ་ཚོ་ཞེ་བོ་ཞིག་ཆུ་ལ་ནས་ཁ་ཚ་དེ་གློག་དང་གས་དེ་ཚོ་མང་པོ་ཞེ་བོ་ཞིག་ཁོ་ཚོ་བསགས་ཀྱི་ཡོད་རེད་དེ་དག་ཉར་ཚགས་བྱས་རྗེས་ཨ་ནི་ཡོང་བཞིན་པའི་རྒྱལ་ཁབ་ལ་བེད་སྤྱོད་བྱས་རྗེས་ཁོ་ཚོ་ཞེ་བོ་བསགས་དེ་ཡོད་རེད། དཔེར་ན་མིག་སྟོང་ལག་ཟིན་དེ་ད་ལྟ་ཧྥ་རན་སི་ལ་ལྟ་དང་ད་ད་གོང་དེ་ཚོ་ཁོ་ཚོ་མཐོང་གི་འདུག་ག་ག་རེ་མཐོང་འདུག་ལ་ན་ཨ་ནི་ཧྥ་རན་སི་ནང་ལ་ཡོད་དེ་རེད་ཚོང་ཁང་དེ་ཚོ་ལ་ལྟ་ང་ཚོ་གིས་ཚོང་ཁང་གི་སྒོ་གང་དང་སྒོ་དེ་ཚོ་ལ་གློག་མང་པོ་བྱས་རོགས་ད་དེ་ཚོ་ད་དེ་ཚོ་ཚང་མ་ཁོ་ཚོ་བསད་ཀྱི་འདུག་ག།

ད་དེ་ང་རང་གིས་བལྟས་ན་ཏིག་སྒྲ་བོ་ར་མཐོང་དུས། ད་དེ་ང་རང་གིས་བལྟས་ན་སྒྲ་བོ་ག་ར་མཐོང་གི་ལ་ན། ཨཱ། དེ་གི་དམག་དཔོན་དེ་ག་ཚེ་གཞས་སྣ་ཚོགས་ཡིན་མོད་དེ་སྐོར་ལ་ཁ་སང་ངས་འགྲེལ་བཤད་ཤིག་བརྒྱབ་ས་ཡིན་པ་དེའི་དམག་དཔོན་དེ། དེའི་དམག་དཔོན་དེ་རྡོག་རྡོག་བཤད་ན། མི་གསལ་དང་སུ་ལ་ཞེ་དྲག་བཤད་འཛེམ་འཛེམ་མི་ཡོད་དེ་ར་མི་དེ་རེད་བཤད་ན་ཡིན་པ་དམིགས་བསལ་ཁོ་ངེད་མ་བཙན་ཁང་ནང་ལ་ལོ་གཉིས་ཟེར་ར་བརྫུ་ཚར་ད་ལོ་མང་པོ་བཙན་ཁང་བརྫུ་ཚར་འདུག་བ་རོགས་ཨཱ། ཨཱ་ནི་དམིགས་བསལ་གིས། དཔེར་ན་དེ་ད་ངེད་མ་ན་ནིང་ང་ཚོ། ཉིས་སྟོང་བཅུ་དགུའི་སྐབས་སུ་སི་རེའི་ནང་ལ་ད་ལྟ་སི་རེ་ཡའི་གཞུང་དང་ཨ་ནི་སི་རེའི་མི་མང་གཉིས་བར་ལ་ད་གང་ལྟར་དམག་གྲོགས་ཤོར་བ་ཁོ་གཉིས་ཀྱི་དཀའ་ངལ་ཞོར་བྱུང་རུང་ཨ་ནི་དེའི་སྐབས་སུ་ད་ལྟ་གི་ད་ལྟ་གི་སི་རེ་ཡའི་སྲིད་འཛིན་ཨ་སད་ངེས་ནས་ཨ་ནི་ད་དེ་རིང་ང་ཚོ་གི་བམ་ཞེད་སྣང་སོགས་ད་ལྟ་རྫས་ཞེད་སྣང་སོགས་ཡོད་དེ་རིང་བམ་ད་ལྟ་ང་ཚོ་ཨི་ཇི་ཀ་ནས་ཤོར་ན་ཀེ་མི་ཀལ་བེ་ཕོམ་ལ་རོ་བ་ཡང་མ་ན་བྷ་ཡོ་ལོ་ཇི་ཀལ་བེ་ཕོམ་ལ་རོ་བ་དེ་འདྲ་བེད་སྤྱད་བྱས་རྗེས་ཨ་ནི་སི་རེའི་ནང་ལ་སྤུ་གུ་ག་ཚོད་ཞིག་གྲོངས་སོང།

ཁོ་རང་གི་ད་ཀྲུའུ་ཏྲེ་ལ་ཡོད་པ་ཀྲུའུ་ཏྲེ་ནང་ཡི་གེ་བྲིས། ཡི་གེ་གར་བྲིས་ལ་ནི་ཨ་ཨན་ཏཱ་གང་ལ་ད་དེའི་ཆ་ལ་ཨི་རན་གྱིས་ངེས་ནས་ཨ་ཨན་དེ་དག་གི་ཚན་ཆ་གཞན་རང་ཚོ་མང་པོ་ཞིག་ཕར་ར་ཤི་ཡ་ལ་བཙོངས་རྗེས་ད་བཙོང་བ་ཡིན་ན་གང་ལྟར་ཕར་ར་ཤི་ཡ་ལ་རོགས་པ་བྱས་རྗེས་ཨ་ནི་ཡུག་རེན་ལ་དཀའ་ངལ་ཞོག་སྟེ་འདུག་ཨ་འོ་དེ་ལ་ཞིག་ཅེས་ད་ང་ཚོ་ཨི་རན་གྱིས་ངེས་ནས་ཡང་ཡུག་རེན་ལ་ཚན་ཆ་མང་པོ་ཞིག་བཙོང་བ་ཡིན་ད་ཡིན་ན་དེ་འདྲའི་རོགས་པ་བྱས་རྗེས་ཨ་ནི་ཨི་རན་དང་ཨི་ཟི་རལ་དེ་ག་ཨི་རན་དང་ར་ཤི་ཡ་ཏག་ཏག་བཟོ་རེད་ལ་ནི་དེ་འདྲའི་སྐད་ཆ་ཞིག་ཨི་ཟི་རལ་ཁོ་རང་གི་དཔེ་རིས་ཀྱི་ཀྲུའུ་ཏྲེ་ནང་ལ་བྲིས། རུ་བ། འོ་དེ་འདྲ་སོང་ཙང་ད་ད་དེའི་ཕྱིར་ཁ་ཤས་ཀྱིས་ད་རྙོག་གྲ་སོ་ར་ཡ་མ་ཁ་ཤས་ཀྱིས་བསམ་ཚུལ་ག་ལེར་ན་ད་ཨི་ཟི་རལ་ལ་ཡང་ད་དེ་ཁོ་ཚོའི་དམག་དེ་ན་ལ་འཛུགས་ཤུགས་བྱེད་ཀྱི་ར་བྱེད་ཀྱི་མ་ར་ཡིན་དེ་འདྲ་གི་ད་བསམ་ཚུལ་དེ་ར་གླེང་གི་རེད། ད་སྤྱི་བཏང་དེ་ད་ག་ཟེར་ན་ད་དེའི་ད་ངོ་ཏོག་ད་ཨི་ཟི་རལ་གྱི་ད་ན་དེའི་དཔེ་རིགས་དེ་གི་དེ་ད་དྲུ་ཏྲེ་ན་ཡི་གེ་བྲིས་རུ་བ། ཨ་ནི་དེ་གི་ཡི་གེ་དེ་ལ་ཡང་དེ་ད་གཞུང་གི་ངོས་ན་ཡང་འགྲེལ་བཤད་ག་ར་རྒྱག་ཟེར་ན་ཨ་ནི་ཁོ་གི་བྲིས་རྒྱུ་དང་ང་ཚོ་གཞུང་གི་དེ་འདྲ་གི།

འགྲོ་བ། འོ་དེ་འདྲ་སོང་ཙང་ཨ་ནི་ག་སི་ཨི་ཟི་རལ་དང་ར་ཤི་ནི་འདུག་འགྲོ་བ་ཡིན་ན་ཨ་ནི་སི་རི་ཡའི་བར་སྣང་དེ་ག་ལ་གང་འཚམ་ར་ཤི་གིས་ཨི་རན་ལ་སྤྲད་ཉེན་ཀ་ཡོད་ཨ་ནི་དེ་ག་སི་ཨི་རན་གིས་ད་ནམ་ཁ་མ་བཙུད་པ་དེ་ཨི་ཟི་རལ་ལ་ཏིག་སི་ཉེ་བོ་ཡོང་བ་ཡང་མ་ན་ཨི་རན་གི་མཚོན་ཆ་ཞིང་ནང་སོགས་དེ་སི་རི་ཡའི་བར་སྣང་བརྒྱུད་ནས་ཁོ་ཨི་ཟི་རལ་ལ་ཞུ་བའི་ཉེན་ཀ་ཡོད་སོང་ཙང་ཨ་ནི་དེ་ཚོས་དཀའ་ངལ་ཆེ་འདུག་ཨ་ནི་ད་ཡང་ག་ད་ཨི་ཟི་རལ་ལ་ངེད་ནས་ཡང་ད་ཡུག་རེན་ལ་རྒྱབ་སྐྱོར་བྱེད་ལ་ད་དེ་ཚོ་སྐོར་ལ་བསམ་བློ་བཏང་དགོས་ཡ་རོ། ད་ཡིན་ན་ག་ད་ད་ཏི་ཟི་རལ་ལ་ང་ད་དམག་གི་ཁ་ཕྱོགས་ཡིན་ན་རེད་ཡང་མ་ན་དམག་གིས་ད་བེད་ཡ་ག་ལ་འོང་ཚོད་ཡིན་ད།

ད་དེ་ཡང་རྙོག་དྲ་དེ་ཡོངས་ཡོང་ས་གཙོ་བོ་རོ་ཡོང་ཁུངས་རོ་གར་བྱས་ན། ད་དེ་དེ་འདྲ་མདང་དགོང་དང་ད་རྒྱ་ནག་དམར་ཤོག་ཚོགས་པ་རིགས་དེའི་ཚོགས་འདུ་ནང་ལ་ད་རྒྱ་ནག་སྲིད་འཛིན་ཞི་ཅིང་ཕིང་གི་ངེས་ནས་ཨ་ནི་དེ་འདྲའི་ཐའེ་ཝན་ལ་འབྲེལ་བ་ཡོད་དེ་རིགས་ཀྱི་ད་སྐད་ཆ་ཅིག་བཤད་སོང་ཨ་དཔེར་ན་སྐད་ཆ་ག་རེ་བཤད་ན་ད་སྤྱི་སྟངས་དེའི་སྐོར་ལ་དང་པོ་དེ་ངས་ཤེས་ན་ཤེས་རོགས་ཨ་སྐད་ཆ་ག་རེ་བཤད་ལ་ན། ཨ་ནི་གང་ལྟར་ཐའེ་ཝན་ལ་ངས་དེ་གི་ད་རྒྱ་ཁབ་ཡིན་ནར་ཡང་མ་ནི་དེ་གི་གླིང་ཕྲན་དེ་གི་ད་གང་ལྟར་མ་འོངས་པའི་ཁ་ཕྱོགས་དང་མ་འོངས་པའི་གང་ལྟར་ད་དེ་གི་མི་མང་སོ་སོ་གི་ལས་དབང་དེ་ག་བ་འགྲོ་དང་མ་འགྲོ་དེ་ཐག་བཅད་བྱེད་ནས་དེ་ང་ཚོ

ད་དེ་ག་རེ་བཤད་ལ་ན། གང་ལྟར་ད་དུས་ཙམ་རྒྱ་ནག་གི་ངེས་ནས་ཨ་ནི་ད་ག་ལ་མ་འོངས་པ་ཐའེ་ཝན་ལ་བཙན་འཛུལ་བྱེད་ཡིན་ན་ར་ཡང་མ་བཙན་འཛུལ་བྱས་ཏེ་ཐའེ་ཝན་ཚུར་གླན་དེ་ན་ཁོང་ཚོ་གི་འཆར་གཞི་དཔེ་གཞན་ལ་ཚོ་བཏིང་གི་འདུག་ལབ་ཏུ་དེ་བྱས་ལ་ད། ད་དོ་ཚོ་འཆར་གཞི་ག་རེ་བཏིང་ཡིན་ན་ན་ཨ་ནི་དམག་ཡར་རྒྱས་བཏང་གི་རེད་ད། དམག་ག་རེ་ཡར་རྒྱས་བཏང་ཡིན་ཟེར་ན་ད། ཐའེ་ཝན་ཟས་ལས་གལ་ཆེ་ཤོས་ཏུ་ང་ཚོ་མཁའ་དམག་དང་མཚོ་དམག་བྱས་འདུག་ཨ་ཨ་ནི་དེ་ཚོ་ག་ཚོད་ཡར་རྒྱས་བཏང་འདུག་ཟེར་རོ་ཨ་ནི་ད་སྤྱིར་བཏང་གི་ཚིག་འཆལ་དེ་ཚོ་རྦད་དེ་དེང་དུས་ལ་ཐུག་སྟེ་ག་ཚོད་ཡར་རྒྱས་བཏང་འདུག་ལ་ནི་དེ་ག་ལ་ཆགས་དེ།

ཐའེ་ཝན་ནང་ཉིད་དུ་རྒྱ་ནག་ལ་ཞི་བ་དཀའ་ངལ་སྤྲད་ཆགས་ཀྱི་ད་ལྟའི་ཁ་རེ་ཟིན་ན། དང་པོ་དེ་ལ་ཐའེ་ཝན་དང་ཨ་རི་ཉིད་དུ་འབྲེལ་བ་ཞི་བོ་བྱས་ཆགས་ཨ་ནི་དེ་རྒྱ་ནག་ལ་ག་ཚོད་དཀའ་ངལ་འཕྲད་ཀྱི་རེད། དེ་མགོ་ཚོས་ཡོད། ཨ་ནི་དེ་ལས་ཡང་གལ་ཆེ་དེ། དེ་ལྟ་རྒྱ་ནག་སྟོབས་ཆེན་རྒྱལ་ཁབ་ཆགས་ཡོད་ན། ཨ་ནི་གང་ལྟར་ད། ཨ་རི་དང་རྒྱལ་ཁབ་སུ་གང་ཞིག་ཏུ་ཨ་ནི་མ་འོངས་པར་རྒྱ་ནག་ལ་དཀའ་ངལ་སྤྲད་མ་ཐུབ་ཅིག་རྒྱ་ནག་བཟོ་འོ་ན་དེ་མ་བཟོ་མ་ཐུབ་ན་སྟོབས་ཆེན་རྒྱལ་ཁབ་ཅིག་གལ་ཆགས་ཡོད་མེད་འོ། འོ་དེ་འདྲ་སོང་ཙང་ཨ་ནི་ད་ལྟའི་ཆར་རྒྱ་ནག་དཀའ་ངལ་ཤུགས་ཆེ་ཆེ་ཆེ། ཨ་རི་ཡི་ཚོགས་དམག་ཤུགས་ཆེ་ཆེ་དེ་ཨེ་ཤི་ཡའི་ཞི་བདེ་རྒྱ་མཚོ་ནང་ལ་ཡོད་ད། དེ་ང་ཚོ་གོ་ཚིག་རེད། བྱུང་བ། ཨ་ནི་ཨེ་ཤི་ཡའི་ཞི་བདེ་རྒྱ་མཚོ་ནང་ཡོད་དཀའ་སུ་ཨ་ནི་ད་གང་ལྟར་དེ་གི་ས་ཁུལ་དེ་ནང་ལ་ཨ་ནི་རྒྱ་ནག་གི་སྟོབས་ཤུགས་དེ་ཞི་དྲག་སྤེལ་ཐུབ་གི་ཡོད་མ་རེད་ད་དོ་དོ་ཤེས་པ་ན་ཨ་ནི་རྒྱ་ནག་གི་ཚོགས་དམག་ཞི་དྲག་བྱེད་ཐུབ་ཡོད་མ་རེད། འོ་དེ་འདྲ་སོང་ཙང་ཨ་ནི་རྒྱ་ནག་གི་དམིགས་ཡུལ་གཙོ་བོ་ཆེ་ཨ་ནི་ཨེ་ཤི་ཡའི་ཞི་བདེ་རྒྱ་མཚོ་ནང་ལ་ཡོད་ཨ་རི་གི་ཚོགས་དམག་དེ་འབད་དེ་སྤེལ་ཞེས་པ་ད།